ལག་པ་ཁྲུས་ཡས་ཀྱི་དེ་གཅིག་དུ་བ་དེ་འདྲ་དེ Hand Sanitizer དེ་ཚོ་སྤྲ་མའི་དང་ཨ་ནི་གཅིག་སློབ་ཕྲུག་ཚོ་ཕྱི་ལོགས་ལ་ཕེ་ཡས་དང་དེ་ཚོ་གཏོགས་སུ་གཅིག་དམ་དྲག་བྱས་ཡོད་རེད་ད་ཡིན་ནའི་ཁེ་ས་ས་པེ་སྦེལ་གྱི་དགོང་མོ་ཨ་ནི་དེ་འདྲ་དེ་ང་རང་ཚོ་ཧི་མ་ཅལ་གཞུང་གི་ཨ་ནི་ནས་དུས་སུ་བཀའ་རྒྱ་ཅིག་ཕེ་བྱས་ཨ་ནི་ད་གཞུང་དང་སྒེར་གྱི་སླབ་གྲྭ་ཚང་མ་ཨ་ནི་སྤྱི་ཟླ་གསུམ་པའི་གི་ཚེས་སུམ་ཅུ་སོ་གཅིག་བར་དུ་ཨ་ནི་སྒོ་རྒྱག་དགོས་ཡོད་དུས་སུ་བཀའ་རྒྱ་ཅིག་འབྱོར་སོང་ད་ང་ཚོ་འདི་གཞི་བཟུང་གིས་བྱས་བྱས་ཨ་ནི་དུ་གནས་སྐབས་རིང་ལ་སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་བར་དུ་ཨ་ནི་དུ་འཛིན་གྲྭ་ལས་རིམ་ཚུགས་འདུན་ཚུགས་ཆ་ཚང་ཅིག་མཚམས་འཇོག་བྱས། ཨ་ནི་ད་སློབ་མ་ཚོ་བསྡད་བཞུགས་མཁན་ཡིན་པ་ཡིན་ན་ཨ་ནི་རྒས་འཁོགས་ཀྱི་ཕྱི་ལོགས་ནས་དོན་མ་ཆོག་ཡ་བྱས་ཨ་ནི་ཕེབས་མཁན་ཚོ་ཡིན་པ་ཡིན་ན་རེས་གཟའ་ལྷག་པའི་གི་གོང་ལ་ད་ཆ་ཚང་ཕ་ཐོན་ཚར་བ་གོ་གི་ཡོད། ད་བཞུགས་མཁན་ཚོ་ལ་འགན་འགྲོ་གཙོ་བོ་འདི་ག་རེད་ཟེར་ན་ད་དེ་བཞུགས་པ་ཙམ་མིན་པ་བཅས་ཨ་ནེ་སོ་སོ་གི་ཡང་འབྲེལ་ཡོད་ཀྱི་གྲོགས་པོ་གྲོགས་མོ་སྤུན་རྒྱ། ཐུག་འཕྲད་གནང་ཁག་ཚུ་སྐད་བཏང་ཆོག་གི་ཡོད་མ་ད་ན་ཞིག་འདི་གཅིག་མཚུངས་ཀྱི་ཨ་ནེ་ང་ཚོ་དགེ་རྒན་ལས་བྱེད་ཚང་མ་ལས་དང་རང་སྒྲིག་གཞི་གཅིག་པ་གཅིག་རྐྱང་འདྲ་འདུག་བྱས་རྗེས་ཨ་ནེ། ད་ད་རིས་ནས་ང་ཚོ་འདུག་ལག་བསྟར་བྱས་རྗེས་འགྲོ་གི་ཡོད་རེད། ཨ་ནེ་འཛིན་གྲྭ་འཚོགས་མ་ཐུབ་པ་ཡིན་ནའི་དེ་ལ་དེ་ངེད་ཚོ་ལ་ད་ཅིག། རྒན་ལགས་རྣམ་པ་ཚོ་ཆ་ཚང་དེ་ཞུ་གི་ཡོད་རེད་ཨ་ནི། ཟུར་ཁྲིད་དང་དག་ན་ཅིག་གིས་དོགས་འདྲི་དང་དེ་འདྲ་བྱས་ཡོད་པ་བྱས། ཨ་ནི་ད་ཡིན་ན་ཡང་ཆ་ཚང་ཅིག་ཁོ་ཇི་འདྲའི་ནང་ལོགས་ལ་སྐོང་བྱས་སློབ་ཚན་འགྲོ་མ་དགོས་པ་བྱས། ཨ་དེ་འདྲའི་འགྲོ་ཅིག་ང་ཚོ་དུ་དེ་འདྲ་གོ་སྒྲིག་ཞུས་ཡོད་རེད་ཨ་ནི་དག་ན་ཅིག་གིས་ང་ཚོ་དེ་ས་རཱ་མཐོ་སློབ་ལ་ཅིག་ཡང་ལུགས་སྲོལ་བཟང་པོ་ཅིག་ག་རེ་ཡོད་ཟེར་ན་སློབ་ཕྲུག་ནང་ཁུལ་ལ་ནམ་ཞག་རྒྱུན་དུ་ད་ཅིག། ཁོ་རང་ཚོ་ཚོགས་པ་ཆུང་ཆུང་ཆུང་ཆུང་བཟོས་བྱས་གྲོས་བསྡུར་བྱས་ཡས་གི་འདུག་ལུགས་སྲོལ་གྱི་རོལ་ཨང་ད་འདི་འགོ་འཛུགས་ཡས་བྱས།
ང་ཚོ་འདི་འདྲ་རྒྱལ་བ་མན་ཇོའི་སྤུ་གུ་འདི་བྱས་དེ་ག་ཚོད་ཅིག་འདུག་སུན་པའི་བླ་བྲོ་ཡས་ཚོགས་མ་ཐག་ཏུ་ལི་ཡ་ནང་ལ་སོ་སོར་ལོག་བྱས་བྱས་བྱུང་བ་རེད། ད་ད་ལྟ་ཡོད་བལྟས་བའི་སྤུ་གུ་དྲང་པོ་དེ་འཛིན་གྲྭ་འཛིན་རིམ་བཅུ་བ། ཡིག་འབྲུ་རྟགས་ངན། སྤྱི་ཡོངས་ཀྱི་ཟླ་གནས་ཕྱེད་བཅུ་གཉིས་ཀྱི་ཡིག་སྒྱུར་ལྟ་ངན་སྤུ་གུ་ཁྱོན་བསྡོམས་ནི། ཡན་ལག་ཁག་ཚང་མའི་ན་ལོ་ལ་སྤུ་གུ་ཆིག་སྟོང་ཉིས་བརྒྱ་སུམ་སོ་དྲུག་ཡོད་རེད། འདི་བཞེས་ཏེ་ད་ལྟ་བསྡད་ཡོད་རེད། འདི་ཟླ་བཅུ་བའི་ཡིག་ཚད་དེ་ད་རེས་ཉི་ཤུ་ལ་རྫོགས་གི་རེད་སྤྱི་ཟླ་གསུམ་པ་གི་ཚར་གི་རེད། བཅུ་གཉིས་ཀྱི་ཡིག་སྒྱུར་དེ་སྤྱི་ཟླ་གསུམ་པའི་ད་རེས་ཉི་རྩ་བརྒྱད་ལས་འཛོལ་གྱི་ཡོད་རེད། ད་ཡིན་ནའི་ཁེ་སི་ཁེ་གཉིས་ཀ་ཧི་མ་ཅལ་དབུས་གཞུང་རང་གི་ས་གནས་གཞུང་རང་གི་ཨེ་ནེ་ཅི་སྤྱི་ཟླ་གསུམ་པའི་ལྟ་རི་གསུམ་ཚོགས་སྤྱིའི་བར་ཐོག་ལ་ཡར་ལབ་གྲ་སྒོ་རྒྱག་དགོས་རེད་ཟེར་ཆེད་ཅེས་གསུང་གི་ཡོད་དུས་ཙམ་པ་བྱས་ད་ང་ཚོ་ད་རེས་ནས་བཟུང་བྱས་འདི་སྐད་དེ་ཚོགས་མ་རེད་དེ་ཟེར་དུས་ཙམ་པ་པུ་གཅིག་སྟོང་བདུན་བརྒྱ་བདུན་ཅུ་དོན་བརྒྱད་ཅེས་ཉི་མ་དྲུག་རེད། འདི་མ་ཡིན་པའི་སྤུའུ་ད་བཞི་བརྒྱ་རྩ་གཅིག་ད་ཕ་མ་གཉིས་མེད་ཅེས་ཁུངས་ཡར་དགོན་པའི་གུང་སེང་ལས་ལྟེ་བ་ལྷག་དེ་ཅོག་དེ་འདྲས་ཡོད་རེད། ང་ཚོའི་ཅིག་ད་ཕྱིའི་ནས་ཕྱི་ལོག་ནས་མི་འདྲུད་པ་ད་ཅིག་ད་ག་སོ་ར་ཅིག་ད་ཁོག་ཡོང་མཁན་སོ་ར་གང་ཉུང་ཉུང་བྱས་ད་ད་ང་ཚོ་ཕྱི་ལོག་ལས་ང་རང་ཚོའི་ཕ་ཕྱི་ལོག་གང་ཉུང་ཉུང་ནག་ལོག་ལས་གར་ཡང་མི་མང་པོ་ཅིག་ཡོང་དེ་ནས་ཁོ་དོན་གོ་ཆུག་མ་རུང་བ། དེ་འདྲས་སོང་ཙང་ང་ཚོས། བླ་བྲེའི་ཁོར་ཡུག་གི་ནང་ལ་རྒས་གུར་ཡར་འཛུལ་ག་ལ་འཛུལ་མ་ཐག་དེ་ལ་ཡར་ཨ་ནི་ག་སོ་ར་ཅིག་ཕ་གས་ཨ་ནི་ཅིག་ག་འཇུས་མ་འཇུས་ཡོང། སྔ་དྲོའི་རིང་ལ་ཡར་མ་རོང་བྱེད་མ་ཡོང་རོགས་བྱེད་བྱེད་བྱེད་ང་ཚོ་བྱ་རི་ཡས་བྱ་རལ་ཡིན་བྱས་ཙང་དེ་ཚོས་ང་ཚོས

ཨ་ནི་ང་དེ་རེད་དེ་ཨ་ནི་ག་རེ་བཀའ་གནང་བ་དེ་ཨ་ནི་བཀའ་སྲུང་ཅི་སྒྲུབ་བྱེད་དགོས་རེད་ལ་འདུག་སུ་བཀའ་ང་གནང་ཡོད་པ་ནང་བཞིན་ཨ་ནི་ད་རིས་གཟའ་ཟླ་བ་ནས་བྱས་ནས་ཨ་ནི་ང་རང་སུ་ཨ་བ་དུ་སུ་ཨ་ནི་སློབ་གྲྭ་ལ་དུ་སུ་ཕེབས་ཡོད་མ་རེད་དེ་ཡིན་ཙང་ཨ་ནི་ད་རིས་ང་ཚོ་རྒན་ལགས་རྣམ་པ་སུ་ཨ་ནི་ང་ཚོ་ཨ་ནི་སྤུ་གུ་སུ་ལ་ནང་ལས་ག་རེ་རེ་བྱེད་གནང་དགོས་ཀྱི་ཡོད་མེད་དང་དེ་འདྲིའི་སྐོར་ལ་ཨ་ནི་གྲོས་བསྡུར་རིམ་པ་མང་པོ་བྱས་ནས་ད་ལྟ་ང་ཚོ་འཚོགས་བཞིན་པ་ཡིན་ད་ང་ཚོ་གི་ཨ་བ་དུ་སུ་ཆུང་ཆུང་ཡིན་ཙང་ཏི་སི་ག་འདྲ་ཅིག་ཁྲིད་དགོས་ཀྱི་ཡོད་ན་དྲང་ལམ་ནས་ཁྲིད་པ་ཡིན་ན་ཁྲིད་སྟངས་ག་འདྲ་ཅིག་ཁྲིད་དགོས་ཀྱི་ཡོད་ན་ཨ་ནི་ཕ་མ་དུ་སུ་གི་ད། སྐད་འཕྲིན་ཚོགས་པ་འདྲ་བོ་ཅིག་བཟོས་ནས་ཨ་ནི་ང་ཚོ་གོ་སྦྱོང་ཤོག་ཡིན་ན་ད་ག་རེ་སློབ་ཚན་ག་རེ་ཡིན་ན་ཅིག་ཉི་མ་ཉི་མ་སྤྲད་དགོས་ཀྱི་འདུག་གས་ཡུན་རིང་པོ་ཅིག་སྒོ་རྒྱབ་པ་ཡིན་ན་དེ་འདྲིའི་སྐོར་ལ་ཨ་ནི་ང་ཚོ་བཀའ་སྡོད་རིམ་པ་མང་པོ་ཅིག་བྱེད་ཀྱི་ཡོད་ད་ལྟ་ཡང་ཨ་ནི་ང་ཚོ་ཉིན་སྒོ་རྒྱབ་ལ་ཡར་འཚོགས་ནས་འདུག་བཀའ་སྡོད་བྱེད་ཡས་ཡིན། ཨ་སྤྱི་བཏང་གི་ང་ཚོ་གོ་ད་སློབ་གྲྭ་སྤུ་གུ་དུ་སུ་ཡོང་ཆོག་གི་མེད་ཙང་ཨ་ནི་ང་ཚོ་གོ་ཕྱི་ལོག་གི་མི་དུ་སུ་ཡོང་ཡ་ལ་སྤྱི་བཏང་བཀའ་སྡོད་བྱེད་ཀྱི་ཡོད་ཡིན་ན་ད་ང་རང་སུ་རྒྱུས་མངའ་ཡོད་རྒྱུ་འདི་ག་རང་ལ་ཞུགས་བསྡད་ཉིན་ཡིན་ན་ད་ལྟའི་ཆ་ལ་ང་རང་སུ་འདི་ལ་དམིགས་བསལ་གྱི་དེ་འདྲིའི་བཀའ་ངའི་འགྲོ་བ་འཕྲལ་གྱི་མེ་བཙའ་ནི་དུས་སུ་བཀག་སྡོམ་རང་བྱེད་ཀྱི་མི་ཡིན་ན་ཡང་ཕྱི་ལོག་གི་མི་ཡོང་བ་ཡིན་ན་ཨ་རྗེས་ལ་ཨ་ནི་དུས་སུ་བཀག་སྡོམ་རང་བཞིན་ཆགས་འགྲོ་གི་རེད་བསམ་གི་འདུག། ཨ་ནི་ད་ལྟའི་ཆ་ལ་ཨ་ནི་རྫོང་དཔོན་ལི་ཀོང་ལ་ཨ་ནི་རྫ་དྲག་གི་ཐོག་ནས་ནད་ཡམས་འདི་དང་བྲལ་ཆེད་ཨ་ནི་ཚོགས་འདུ་ཚར་གཉིས་གསུམ་བྱས་འཚོ་བའི་གོ་སྐབས་བྱུང་རེད་བྱུང་བ་གཞི་བཟུང་གིས་ཨ་ནི་ག་རེ་བྱུང་བ་དེ་ཨ་ནི་ནང་སྲིད་བསྒྱུར་བྱས་ཡང་སྙན་སེང་ཞུས་ཡོད་སྙན་སེང་ཞུས་ཡོད་དེ་ཨ་ནི་ཉེ་བའི་ཆ་ལ་འཕྲོད་བསྟེན་ལི་ཀོང་གིས་ཨ་ནི་ནད་ཏོག་ཡོད་ནད་འདི་དང་བྲལ་ཆེད་ཨ་ནི་ལམ་སྟོན་གཉིས་གསུམ་ཞིག་ཕེབས་ཡོད་རེད་འདི་ལྟར་གྲགས་ཅེས་ཁྱད་ས། འཛིན་སྐྱོང་བཀའ་ཤག་ངོས་ནས། དོན་ཚན་དགུ་བཅས་པའི་ཆེད་ཀྱི་ལམ་སྟོན་ཞིབ་ཕྲ་ཅིག་འདུག་ཕེབས་པ་གཞིར་བཟུང་གིས་སོ་སོའི་ཁྱབ་ཁོངས་ཀྱི་འབྲེལ་ཡོད་སྡེ་ཁག་དང་སེར་སྐྱ་མི་མང་ལ་གསལ་བསྒྲགས་ཞུས་ཟིན་པ་ཡིན་ཅེས་འདུག་ཞོན་ཡིན། ནམ་རྒྱུན་དུ་ཕྱི་རྒྱལ་ཡུལ་མི་སུ་འདྲ་ཅིག་ཡིན་པ་ནས་ས་གནས་སུ་ཕྱོགས་ཡོད་ག་ལ།

ད་རིང་ཡང་ཏོག་དབྱིབས་ནད་དབྱེ་དང་སྦྲགས་ཆེད་དམིགས་བསལ་བེད་སྐྱོ་དེ་འདྲ་རྩ་བ་ཉིད་ནས་མ་རེད། ཨ་འདིས་ད་ལྟ་ང་ཚོ་གི་གྲ་སྒྲིག་ལ་ཞུས་པ་ཡིན་ན་ད་འདི་ཆ་ལ་ང་ཚོ་གི་ད་ཅིག་ས་གནས་ཁག་སོ་སོ་ལ་ཨ་ཅིག་སྨན་ཁང་གི་བརྒྱུད་ནས་ས་གནས་འགོ་འཛིན་བརྒྱུད་ནས་ང་ཚོ་གི་བོད་མི་གི་སྨན་ཁང་ཁག་དང་སྨན་ཁང་འཕྲོད་བསྟེན་འགན་འཛིན་ཨ་དེ་ནང་བཞིན་གི་ས་གནས་འགོ་འཛིན་ཚང་མ་ལ་ཡང་ལམ་སྟོན་ཞུས་པའི་ཐོག་ནས་ཁོ་རང་ཚོ་ལ་ཅིག་ས་གནས་གི་གནས་ཡུལ་བོད་པའི་གཞིས་ཆགས་ཁག་གི་གནས་ཡུལ་གི་ཉེ་འགྲམ་གི་ད་རྒྱ་གར་གཞུང་གི་ཏོག་དབྱིབས་ནད་གཞི་དང་འབྲེལ་བའི་ཐོག་ལ་སྨན་བཅོས་བཅོས་ཐབས་ཀྱི་ཐད་ཉམས་ཞིབ་གནང་ཡང་བརྟག་དཔྱད་གནང་ཡང། བཅོས་ཐབས་གནང་ཡང་ཀྱི་ཐད་ཅིག། སྨན་ཁང་དམིགས་སུ་བཀར་ནས་བཙུགས་བཞག་པ་དེ་འདྲས་ཀྱི་ཡོད་ན། དེ་ག་བ་ག་བ་ཡིན་མིན་ད་ལྟ་ནས་ཉམས་ཞིབ་དང་འབྲེལ་བ་ཞུ་དགོས་རེད་ཅེས་བྱས་ཤིང་འདིས་ང་ཚོ་གལ་ཆེན་པོ་བརྩི་གི་ཡོད། གང་ཡིན་ཟེར་ན་འདིས་ང་ཚོ་གི་ནད་ཚ་འདིའི་རིགས་དེ་ད་ལྟ་འཛམ་གླིང་ཁྱོན་ཡོངས་ལ་སླེབས་དུས་སྐབས་ནས་ཅིག་ང་ཚོ་གི་སྤྱི་ཚོགས་ཀྱི་འདི་ཡི་ཧབ་སུ་བསྡུས་ཐུ་ཡ་དེ་གི་ལམ་སང་དེ་འདྲས་ཡོད་མ་རེད། དེ་བཟོ་ས་སྔོན་འགོག་བྱེད་ཐུ་ཡ་དེ་ང་ཚོ་མི་ཚང་མ་གི་བྱེད་ཐུ་ཡ་དེ་རེད། ཡིན་ནའི་ན་ཚ་ན་བའི་སྐབས་སུ་ལ་ད་སྨན་བཅོས་ཞུ་ཡ་དེ་རྒྱ་ཁབ་ཆེན་པོ་ད་དཔེར་ན་ང་ཚོ་བོད་མི་ཁ་བ་གནས་སྡོད་ས་ཆ་སོ་སོ་གི་ད་ད་ལྟ་སྐབས་སུ་བ་བ་བསྡད་ལ་ད་ཅིག་རྒྱ་གར་གི་སྡོད་པ་ཡིན་པའི་ན་རྒྱ་གར་གཞུང་གི་འབྲེལ་ཡོད་ཀྱི་ད་ན་ཚ་དེ་གི་བཅོས་ཐབས་ཀྱི་ཁང་གི་ད་ཁ་བ་བཙུགས་ཡོད་མེད་དེ་འདིར་འབྲེལ་བ་གནང་རྗེས་ཨ་ཅིག་འབྲེལ་བ་གནང་ཨ་ཞིབ་འཇུག་གནང་དུས་བཅར་དགོས་ཡ་ད་དེ་གལ་ཆེན་པོ་རེད་ཅེས་ལམ་སྟོན་ཕུལ་བཞག་ཡོད། རྩ་བའི་གི་ང་ཚོ་ལམ་སྟོན་དེ་ཚོ་དྲངས་ཏེ་བོད་ཡིག་ནང་ལ་བསྒྲུབ་དགོས་བ་རེད། ཡིན་ནའི་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱི་ངོས་ནས་ཡང་ཁོ་རང་ཚོ་རང་གི་ཅིག། ལམ་བདུན་སྣང་བྱ་བ་བཞི་རེ་ན་ཚ་དྲི་དང་འབྲེལ་བའི་ཐོག་ལ་ཏོག་དབྱིབས་ན་ཚ་དང་འབྲེལ་བའི་ཐོག་ལ་ཡོད་པ་འདི་ཁོ་རང་ཚོ་ཡོད་པ་དེ་ག་རང་མ་པར་ཤུལ་རྒྱབ་བྱས་ནས་ཡག་པོ་བཟོས་ཞེས་འདི་དབྱིན་སྐད་རང་ཡོད་དུས་དུགས་ཕུལ་བཞག་ཡོད་ཡིན་ནའི་ང་ཚོ་འདིའི་ཐོག་ནས་འགྱུར་བའི་ཐོག་ནས་ལམ་སྟོན་དུ་ཕུལ་གི་ནང་ལ་ཁོ་རང་རིམ་པས་རིམ་པས་ཕུལ་འདོད་ཁོ་རེད། ད་འདི་ང་ཚོ་གི་ས་གནས་ཀྱི་སྨན་ཁང་ཚོགས་ཀྱི་ད་འདི་ཆ་ལ་འདིའི་ཐོག་ལ་ཅིག་གི། འདི་བཅོས་ཐབས་ཀྱི་བྱེད་ཐུ་ཡ་འདི་ད་ད་འཛམ་གླིང་ཁྱོན་ཡོངས་ལ་འདི་འདྲའི་དམིགས་བསལ་གྱི་མེད་དུས་རྒྱ་གར་ལས་ད་ད་ཅིག་ང་ཚོ་གི་སྨན་ཁང་ཁག་ནས་འདི་འདྲའི་ཅིག་ཐུ་ཡ་ཀྱི་ནུས་པ་ད་གས་ཡོད་མ་རེད། ཡིན་ནའི་ཡང། གལ་སྲིད། ད་བོད་མི་སུ་ཡང་རུང་བ་ཞིག་ད་ཡིན་ན་བོད་མི་ཡིས་ཟེར་ནས་ང་ཚོ་བོད་པའི་སྨན་ཁང་ཁག་ལ་ཡིན་ནི་རེད་དེ་འདྲའི་ཁག་ལ། ཨང་ཅིག་ནད་པ་ཅིག་ཕེབས་པ་ཡིན་ན། བོད་མི་ཡིན་རུང་ཨང་ཅིག་ཡུལ་མི་ཡིན་རུང་སུ་ཕེབས་པ་ཡིན་ནའི་ཡང། ཨང་ཅིག་སྨན་ཁང་ལ་ཕེབས་པ་དང་ཨང་ཅིག་བརྟག་དཔྱད་གནང་ཡོང་དུས་ཙམ་པ་ལ་གལ་སྲིད་ན་བཟའ་འདི་དང། དོགས་པ། ཀླད་པ་ལ་སོགས་བ། ཅིག་དེ་ཡི་གི་ན་བཟའ་དེ་གི་ཉེན་ཁ་གཟིགས་པ་ལ་སོགས་པ་བྱུང་པ་ཡིན་ན། ཨང་ནི་འཕྲལ་དུ་ལམ་སང་ཟུར་དུ་ཨང་ཅིག་ཁང་མིག་བཞག་པའི་ཐོག་ནས་པ་ཀའི་རྒྱ་གར་གི་སྨན་ཁང་ལ་འབྲེལ་བ་མ་ཞུས་གོང་དུ། ད་དཔེར་ན་ཆོས་ཚིགས་གཅིག་གཉིས་རེ་རེ་ཉི་མ་གཅིག་བཞག་གོ་ཆུང་རེ་རེ་དེའི་རིགས་འགའ་ལ་ཨང་གཅིག། ཅིག་ཟུར་བཅད་བྱེད་ས་གི། དེ་འདྲིས་ཀྱི་མཐུན་རྐྱེན་བསྐྲུན་དགོས་རེད་ཅེས་ང་ཚོ་འགྲམ་སྟོན་ཕུལ་བཞག་ཡོད། མི་འགའ་མང་ཆེ་ལ་ད་དེ་ཚོའི་སྒོ་ཕྱེ་བཞིན་པ་རེད། ད་ད་ལྟ་ཏོག་ཡུའི་ན་བཟའ་དེ་གི་ཐོག་ནས་ཅིག་ད། རང་བཞིན་ཚང་མ་ལ་ཡ། ཨང་གཅིག་འཛམ་གླིང་ཁྱོན་ཡོངས་ལ་དེ་འདྲིས་ཀྱི་ཉེན་ཁ་ཆགས་འོང་དུས་ང་ཚོ་བོད་མི་ཚོ་སོ་སོའི་ས་ནས་ག་བར་ག་བར་ཡོད་པ་ཡིན་ན་ཡང་སོ་སོ་གིས་དཔག་པའི་གི་ག་རེ་བྱེད་ཐུབ་ཡ་དེ་ནི་རི་སྔོན་འགོ་བའི་ཐོག་ནས་ཐབས་ལམ་ཡག་ཤོས་དེ་རེད། འདི་ནི་དངུལ་སྒོར་ཟེར་དུས་སྐབས་ནི་ད་ནམ་རྒྱུན་གྱི་ད་འཛམ་གླིང་ཡོངས་གྲགས་ཀྱི་ད་རྒྱལ་ཁབ་སོ་སོ་ཡིན་ནི་རེད། གཙོ་བོ་གཙོ་བོ་ཨ་ནི་གཅིག་འཛམ་གླིང་འཕྲུལ་རྟའི་ལྷན་ཚོགས་ངོས་ལམ་སྟོན་གནང་བ་ན་བཞིན་གྱི་ནི་ཕྱག་ཡག་པོ་ངེས་པར་དུ་ཡང་སྲིད་ཡང་སྲིད་སྲིད་གནང་དགོས་ཡ། ཨ་ནི་འདི་སོང་ཙང་དེ་ན་བཞིན་གྱི་ཨ་ནི་གཅིག་ཕར་འགྲོ་ཚུར་འོང་ལ་སོགས་པ་འདུ་འཛོམས་ལ་སོགས་པ་དེ་ཚོ་གང་ཉུང་ཉུང་ཨ་ནི་དེ་འདྲ་གནང་དགོས་ཡ་དཔེ་མི་སྲིད་གལ་ཆེན་པོ་རེད་ཨ་ནི་ད་ལྟ་གལ་ཆེ་ཤོས་གཅིག་ལ་ཞུ་ཡ་ལ་ད་ན་ཙ་འདི་ད་འདི་ཆ་ལ་ཨ་ནི་གཅིག་བཅོས་ཐབས་བྱས་ཡ་གི་སྨན་དང་འདི་འདྲས་ཀྱི་རིམ་པ་འདི་ལས་རིམ་ཁའི་མལ་བསྡུའི་སྐབས་ནས་ན་ཚ་འདི་ད་ཁྱོད་ནས་གཅིག་ཤེས་ན་ནི་རྒྱུན་ཟླ་བ་གཅིག་གཉིས་ནང་ལ་གཙང་མ་བཟོས་སྲིད་པ་རེད་ཆགས་སྲིད་པ་རེད་ན་ཚ་ཐབས་ལམ་སྨན་རག་སྲིད་པ་རེད་གཅིག་ཤེས་ན་ནི་ལོ་མང་པོ་ལྷག་སྲིད་པ་རེད་དེ་སོང་ཙང་རྩ་བའི་ང་ཚོ་ཚང་མས་བོད་མི་སྤྱི་བོ་གནམ་བསྟན་གྱི་ངོས་ནས་ཨ་འཇིགས་སོ་སོ་རང་ཉིད་ཀྱི་འཕྲོད་བསྟེན་ལ་དོ་སྣང་གནང་དགོས་ཡག་དེ་ཡིན་པའི་ཁ་ལ་ལྷག་པར་དུ་ད་རེའི་སྐབས་སུ་བབས་པའི་ན་ཚ་ཏོག་དབྱིབས་ན་ཚ་འདི་དང་འབྲེལ་བའི་ཐོག་ནས་ང་ཚོ་ཚང་མའི་གིས་ནམ་རྒྱུན་དེ་ནི་ཐུགས་གཟབ་ཡིད་གཟབ་གནང་དགོས་ཡ་དེ་དཔེ་མི་ཚིག་གལ་ཆེན་པོ་ཆགས་ཀྱི་འདུག་དེ་སོ་སོ་སྒེར་གྱི་དོན་དག་ཡིན་ནའི་འདི་ཆགས་སྒོ་རེད་བོད་སྤྱི་པའི་དོན་དག་ལས་ནི་འདི་བྲེལ་བ་ཆགས་ཀྱི་འདུག་དེ་གསུངས་ཚེ་ཚང་མས་དམ་གཟབ་གནང་རོགས་གྱིས་ཞེས་རེ་འདུན་ཆེན་པོ་ཞུ་ཡ་ཡིན་ཐུགས་ཆེ་གནང།